དེ་ནས་རིགས་ཀྱི་ཁྱི་མིང་འདོགས་ལ་ཅི་རིགས་ཀྱི་མིང་འདོགས་ལ་རེ་གསལ་འོང་ན་ངས་ནང་ནས་ཁྱེད་འདོགས་ལ་དེ་ནས་སྐད་ཆ་དེ་བཤད་ཡོད། གང་འདི་རེ་གསལ་འོང་ན། དེ་ནས་ད་ལྟ་ཨ་རིག་པའི་དེ་ནས་ཕོ་སར། དེ་ནས་མེག་ཐ་སེ་མ་ཅིག་གི་སྐད་ཆ་ཞིག་བཤད་འདོད་ལ་དེ་སྐད། དེ་ནས་ངས་ཀྱང་སྐད་ཆ་བཤད་ལ་མ།

དེ་ནི་ཁྱེད་མཚར་བུའི་རྒྱལ་བོ་རེད་ཟེར། དེ་ཡིས་དེ་ནི་གདན་ཁ་གང་འདྲ་རེད་དེ་ལ་རེ་གནང་ཤག། ཁྱེད་གདན་ཁ་ག་རེ་དེ་ལ་རེ་ཟེར་ཡང་ན་སློབ་གྲྭ་ནང་ལ་འགྲོ། སློབ་སྦྱོང་མཐར་ཟིན་ཚར་རེ་དེ་ནི་སྐྱེ་སོགས་ཐོག་ལ་ཕར་འགྲོ་རེ་ནི་གྲོང་ཁྱེར་ག་ཁྱེད་གང་ཁྱེད་ལ་འགྲོ་འདོད་ན་དེ་ནི་ལས་ཀ་ག་ཡག་གང་ཡག་མ་ཐང་ཆེ་ག་རེ་ག་ཁྱེད་ད་ཟེར་ན་དེ་ལས་འདོགས་དགོས་ཡོད་ལེ་རེ་གསུངས་ལ་རེ། རིག་ནས་འོད་ཟེར་ཐོན་ཅིག། དེ་ནས་དེ་སོང་ཚར་དེ་ཕྱི་མའི་ཡིག་དེ་ནས་དགའ་སྐྱག་རྩེ་ནས་མི་ཐོན་ཅིག་གི། ད་ས་ཧོ་ལུང་ཆོས་ཁྱིམ་པ་སར་འདས་དེ་ནས་ཁྱབ་ཕན་གྲངས་བཅད་ཆེན་པོའི་ནང་ལ་འགྲོ། དེ་མཁས་པ་བཟོ་ལས་དགའ་རྩེ་ནས་ཡ་ཡ་ལས། དེ་ནས་འདུག་སྤྱིན་ནས་པི་ཙོང་ཡོད་ལས་ཟན་མི་འདྲ་ཆེ་དེ་རྫོགས་འདུག་ལས་དུས་ཚོད། དེ་ནས་ཚེས་ལས། དེ་རེད་དེ་གོ་དེ་ནས་ད་ལྟ་དེའི་དུས་ཚོད་དུ་འགྱུར་དུ་ཡོད། འགྱོད་དུ་ཡོད་རེད་ཁོ། ཁྱེད་འགྱོད་དུ་ཡོད་རེད་ཀི་ཟེར་ན། དེ་ནི། ད་ལྟ་འགྱོད་འོང་རེད་འགྱོད་འོང་ལུས་རྒྱུ་མཚན་ཅི་རེད་ཟེར་ན། དེ་དུས་རིག་གནས་ཡོད་ན། དེ་ནི་མི་ཐམས་ཅད་ཀྱི་ཕ་གཏད་ནས་ལས་ཀ་འདི་རྩ་རུ་ཡོང་རུང་ཟེར་གོང་བ་སྔོན་པོ་ཅན་དུ་སྐྱེས་ཡོད་རེད་ཁོ། གོང་བ་དཀར་པོ་ཅན་དུ་སྐྱེས་ཡོད་རེད། དེ་ནི་གོང་བ་དཀར་པོ་ཅན་རྡོ་རྗེ་དེ་སོགས་དེ་ནི་ཁོང་པ་ནང་འདུག་དེ་ནི་ད་ལྟ་མི་ཐམས་ཅད་ཀྱི་དེ་བཞིན་རྡོ་རྗེ་ཀླད་པ་ཀྱི་ལས་ཀ་རྡོ་རེད།

ལས་ཀྱི་ཡོད་མ། དེ་ནི་རི་ནས་ཡོད་ན་སྟེ་དེར་མེའི་ལས་ཀྱི་ཉེ་ལས་ག་ལས་ཨེ་ཟེར་ན་མེའི་ནི་ལས་ཀྱི་ཉེ་ལས་ཁྱེད་ག་ལས་མ་སྟེ། དེ་ནི་མེའི་ནི་ཕ་སེང་དེ་ལས་ག་ས་དུ་ཟེར་མི་ལ་ཀྱི་རི་དེ་ལས་མེ་ཆུ། ཁྱེད་སེང་དེ་ལས་ག་རི་ཟེར་ན། དེ་ནི་ད་ལྟ་སློབ་གྲྭ་དེ་ཚོའི་ནང་ལ་སྐད་ཆ་བཤད་ཞོར། སྐད་ཆ་གཉིས་ཡོད་རེད་ད་ལྟ་འཛམ་བུ་གླིང། སྤྲོ་སྣང་རིང་ལུགས་དུ་རྩལ་བཤད་རྒྱུ་རེད། སྐྱོ་སྣང་རིང་ལུགས་དུ་ནི་སྐད་བཤད་རྒྱུ་ཡོད་རེད། ལ་ལ་སྤྲོ་སྣང་རིང་ལུགས་ཞེས་ནི་ག་ལས། ལ་ལ་སྐྱོ་སྣང་རིང་ལུགས་ཞེས་ནི་ག་ལས། སྤྲོ་སྣང་རིང་ལུགས་དུ་གྱུར་ཞེས་ནི་ཤོར་ཟིན་ད་ལྟ་ལྷོ་བྲོ་ཐོན་ཅིག་མགོ་གཡོག་འདི་སྤྲོ་སྣང་རིང་ལུགས་དུ་ཤེས་ནི་ཤོར། སྤྱིར་སྤྲོ་སྣང་རིང་ལུགས་ཟེར་ཡང་ན་མ་འོངས་པའི་མདུན་ལམ་དེ་ནི་ཡོངས་ཀྱི་རྒྱ་ཆེ་བ། འོད་ཟེར་སྟོང་ལྡན་གྱི་རེད་ཟེར། ང་རང་ཚོ་ད་ལྟ་སློབ་སྦྱོང་དྲག་པོ་ཞིག་བཟོ་དགོས་ཀྱི་ན་ནི་དེ་ནི་སློབ་ཐོན་བཟོ་སློབ་ཐོན་བཟོ་ལས་མི་ཚེ་རང་རྐྱང་གཏོང་རང་རྐྱང་གཏོང་ལས་མི་ཚེ་དེ་སོགས་དཔའ་བདེ་འཇིག་རྟེན་མཐོ་སློབ་དང།

ངོ་ནག་པོ་ཀྱང་ཀྱོག་རྡོར་སྐྱེར་བཙལ་ནི་ཁྱི་འདི་ན་ཤོག་ལས་ཀ་ལས་རྒྱོག་སུ་བརྩེགས་རྫོང་ཤོག་མང་ང་འགྲོ་ས་གཉིས་བལྟས་དོར། ཁོ་འགྲོ་ས་གཉིས་བལྟས་དོར། དེའི་སེམས་ནི་ཁྱོག་ཁོག་ཐག་གིར། དེ་མིན་སོ་སྐྱེ་ཡོད་ལ་མང། ཕར་འགྲོ་ས་དེ་དེ་ནི། ད་ཟ་རྒྱུ་དེ་ཁྱིམ་ལས་རེད་གོན་རྒྱུ་དེ་ཡག་ལས་རེད། དེ་ནི་གནམ་གྲུ་དེ་དལ་རྒྱོག་ལས་དེ་སོགས་བཙལ་ནི་དེ་ནི་བལྟས་དོ་ཡོད་རེད་ལ་ངའི་ཚོ་ཤོག་གི་ནང་ལ་བཏང་འདུག་དེ་གང་ནི། དེ་ནི་རླུང་ཁོག་གང་མང་ཁྲི་བརྒྱ་ཅན། མ་ངེས་ཀྱི་ནང་གི་རྫོགས་ན་སུམ་ཅུ་གྱི་རྫས་ལས་རིལ་ཁོང་ཚོ་སྤོབས་དེ་ཚོ་ལ་མ། སུམ་ཅུ་གྱི་རྫོགས། དེ་ནི་ད་ལྟ་གཞན་མ་སློབ་གྲྭ་ཐམས་ཅད་དལ་སྤོབས་ཁྱེར་རོ། ཁྲི་བརྒྱ་ཉིས་བརྒྱ་སུམ་བརྒྱ་བཞི་བརྒྱ་ལྔ་བརྒྱ་དྲུག་བརྒྱ་ཁྲི་སྟོང་ཕྲག་གིས་བཀྲུས་ནས་དེ་ནས་ད་ལྟ་སྟོང་ནས་འགྲོ་འདི་ཆ་འདྲ་གྲོ་མི་བ་ལས་རེ་འདི་ང་ད་སློབ་གྲྭ་འདིའི་ནང་ནས་ཡ་ད་ལས་མ་འཕེལ་ཚད་ད་ལས་དུས་རེ་འདི་རེ་འདྲར་དྲན་འདུག་ལེ་ལེ། སློབ་གྲྭ་ནང་ཕ་ད་ཚ་དུས་རླངས་འཁོར་ཕ་ག་ཚོ་ག་སྟོང་རེའང་ཨ་རེ་དྲན།

སྨད་དྲོ་རུ་རུ་ཕོ་སར་ཕོ་སར་རི། ཕོ་སར་ཀྱོང་ཀྱོང་རི། དེ་ནས་དེ་ཚོའི་རྩ་འམ་དུ་བཞག་ལ། ཁོ་རང་ཚོ་དེ་ན་སྒོ་བསང་འདུག་ལ་སྒོ་བསང་རྒྱ་སྒོ་བསང་གི། མཚན་ག་བསང་གི་ཉི་ཁ་ག་བསང་གི། དེ་ནས་དེ་ཚོ་ཟ་མ་ག་འདི་ཆུ་རི་ཟ་གི་ཟེར་ཡོང་ན། ད་ངེད་ཚོ་གྲྭ་ཧ་ཐོན་རྗེས་ཀྱི་དང་པོ་ཟ་མ་ཟ་རེད་ལ། གྲྭ་ཧ་ཐོན་རྗེས་ལ་ད་ཟ་རྒྱུ་གྲབ་གོ་ཡོད་རེད་ཟེར་དེ་ནས་ཡོད་ལེ་རེད་གོ།

བདག་རེ་ཕོ་མོ་ལྔ་བརྒྱ་ཟེར། གླ་ལྕགས་རེད། དེ། དེས་ད་འདྲའང་འདུག་མྱང་བ་ཞིག་དང་རྫོགས་དུས་དེ་མ་བསྡད་རུང་དེ་རེད་ཟེར། འདི་ན་འདུག་དུས་གོ་མོ་ལྔ་བརྒྱ་ཕར་བལྟས་ན་གོ་མོ་ལྔ་བརྒྱ་རེད་དེ་ཡོད་རེད་དེ་གཞན་ཟེར་ན་སྟོང་ཕྲག་དེ་གཉིས་སོས་དེ་ལ་འདྲ་དེ་ཡོད་རེད་ཟེར་ལ་ཅི་འདྲ་དེ་ཡོད་རེད་ཟེར་ན་འདུག་ས། གླ་ལྕགས་སྒོ་ལེ་མ་སྐྱག་སྒང་ཅིག་ཡོད་རེད་ཁེ་ཆོག་སྒོ་ལ། དེས་གླག་ཅིག་སྒོ་ལེ་མ་ལས། དེ་ནས་ད་ལྟ་ཟ་རྒྱུ་དེ་ལ་ཅིག་གོ་ལ་མར་ཁའོ་སར་ན་ཅོ་ལེར་ལེ། ཟ་ལྷ་རེ་དོ་ན་དེ་ནི་དེ་ཟ་རྒྱུ་འདུག་རྒྱུ་གཉིས་དེ་ཐག་གཅོད་ཚར་དུས་དེ་ནི་གོ་མ་ང་རྒྱ་ཡོད་ཚར་དུས་དེ་ཡོང་དུ་ཡོད་ལེ་ཟེར་ལེར་ཁོང་ཚོ། དེ་ནས་ཕེ་སི་རྒྱལ་གྲོང་ད་ལྟ་པེ་ཅིན་གྲོང་ཁྱེར་ནང་ཁང་པ་གཅིག་ལ་དགོན་བདག་རེ་རེ་ལ་དེ་ནས་སྟོང་ཕྲག་གཉིས་རེ་གསུམ་རེ་དགོས་རུང། ད་རུང་ཁང་པ་འདོགས་ལོ་ཚོད་ད་ཡིན་ལ་དགོས། དེ་ད་ལྟ་སྟོང་བཞི་ཁོང་ལས་དེ་འདས་དུས་ཆུང་ལོ་གཅིག་ཁོང་པ་དེ་ལ་ཅག་དགོས་རེད། དེ་ནས་ཕར་བཏང་འདོད་ཀྱི་ནི་ངོ་མ། དེ་ནས་ཕེབས་བསུ་ནས་རྒྱལ་ཁ་གཞུང་གི། ད་ལྟ་ཀྲུང་དབྱང་བརྙན་འཕྲིན་ཁང་གི་གསར་འགྱུར་བཀོད་མི་ཐུབ་ས་བླ་ཆེན་པོ་རེད་དགོང་མོ་སྟོང་ཕྲག་བཞི་རེ་ལྔ་རེ་དྲུག་རེ་ཡོད་རེད་འདུག་ས་རེད་དེ། དོན་དག་ངོ་མ་ལ་ཁོང་ལ་ཕར་སྤྲད་ས་མ་ཕར་སྤྲད་ཆགས་དུས་སྟོང་ཕྲག་རེ་རེ་ཚད་ཡོད་མི་ཡོད་རེད། དུས་རེ་རེད་ཡོད། དེ་ནས་དུས་འགྲོས་སུ་ད་ལྟ་དེ་ཚོ་གི་དུས་འདང་དུས་ཁོང་ཚོ་གི་དེ་ཚོ་རེད་འདུག་དགུན་ཁ་དེ་ནས་ཕར་ཆུ་ནང་བསྡད་དུས་ན་ལས་ཡང་གི་གནས་ཚད་ཡོད་ལ་མ་གཞན་ལས་ཀ་ཅི་རྙེད་ལ་མ་དེ་ཚེ་ཕར་ཁ་བུད་འགྲོ་ལ་རེད་དུས་ཁོང་ཚོ་བསྡད་འདུག་ལ་ཟེར་ལ་རུང་དེ་ནི་ཁོང་ཚོར་དེ་སོགས་རིག་གནས་མི་རིགས་ཀྱི་དོན་ཆེད་དུ་ལས་རྒྱུ་མི་སྙིང་ལས་ཟིན་སློབ་གྲྭ་ཆེན་པོའི་ནང་དུ་བཙལ་ཡང་སློབ་མ་ཆུང་ཆུང་ཡིན་ཟེར། ཡག་ལེ་རེད་དང་དེ་སོགས་ཡག་ཚོད་རེད། དེ་ནས་མི་ཐམས་ཅད་ད་སྤྲོ་སྣང་རང་ལོ་འགའ་ཞིག་ཆགས་དུས། དེ་ནས་དེའི་ཚེ་ཟླ་རེ་རེ་ལ་ཁོ་མོ་སྟོང་ཕྲག་ཟ་ག་ཟ་བཞིན་པ་ཉི་མ་ཡོད་རེ་ལ་ཡ། དེ་དེའི་ཚེ་ཉལ་དུས་མདོག་དོག་མོ་ག་ཉོས་ཡོད་རེ་མི་དོག་མོ་ག་ཡོད་རེ་གོ། དེ་ནས་ཟླ་རེ་རེ་ལ་ཁོ་མོ་སྟོང་ཕྲག་བཙལ་ཡོད་རེ། ད་ཁོའི་བྷ་ག་ནི་དེ་ནི་ཁ་པ། ཀོ་ཤོ་རེ་རེ། ཟླ་བ་བདུན་པ་བརྒྱད་པ་ཐའུ་འདི་ནི་ཀོ་ཤོའི་ཁ་པ་བཙོང་ཁོ་ཚོས་ནི་རེ་རེ་བྱ་བྲག་བཟོ་འདི་མ་ཐམས་ཅད་ངས་ཉོ་ཁོས་ཉོ་ཕི་ནི་གོས་དྲི་རེ་བཟོ་འདིར་ཁོས་ག་དྲི་སྟོང་བཟོ་དེ་སྒྲས་གོས་དྲི་བཟས་ཡོད་ལེ་མ། ཚ་ཁ་ནི་གློག་ལས་ཐམས་ཅད་ཁ་བྲག་བྱ་རོག་བཟོ་འདིར་ཁོས་ནི་དེ་ཐའུ་དྲི་ནི་ཐུགས་བཟས་རྙེད་ལེ་མ། ཕོ་སར་བྱེད་ཀྱི། དེ་ནས་ད་ལྟ་སཱི་ལྷོ་བྲག་ནང་ནས་སཱི་ཁྲོད་ཡོང་དུས་སཱི་ལྷོ་བྲག་ནས་ལྷོ་ཐན་བཟོ་ཚར་དུས། སྒོར་མོ་སྟོང་ཕྲག་ཙེ་ཙེ་ཁོ་བོའི་བླ་ཆགས་ཡོད། དེའི་ཐད་ཀྱི་ད་ལྟ་སོགས་མང་པོ་ཉོ་སའི་རྙེད་མ་ལས། དེ་ནས་ཁོས་ག་ན་རྒྱོགས་ནས་དངུལ་ཧོང་ནང་སོང་དངུལ་ཧ་ལོངས། དེ་ནས་ཁྲི་ཕན་ཆད་ཧ་ལེན་སཱི་ལྷོ། དེ་ཕོ་སར། དེ་ནས་ད་ཁོང་བླ་ཁོ་ཁོས་བཟོ་ནས་དེ་ནས་དངུལ་ཧོང། དེ་ཁྱོད་ནོངས་ཟེར་ཡང་ནི་རེད། ཁྱོད་ནོངས་ཟེར་ཡང་དེ་ནི་ཕ་རྒན་གྱི་དག་གི། དངུལ་ནང་སྐྱིད་བཞག་ལེ་དོ་ཨེ་དངུལ་ཁོག་སྐྱིད་བཞག་ལེ་དོ། དེ་ནི་ཁྱེད་ཚོ་འདྲེས་ཞིག་དེ་ཚོ་དག་ཕ་རྒན་ཁོའི་གྱོད་གཏོགས་ནི་རྫོགས་ཤིག་དལ། དག་ཁོས་ཁྱོད་ནོངས་ལ་རྒྱོ། སྐར་མ་གོང་མའི་ལི་མ་རེད་པ་དལ་གྱོད་གཏོགས་ནི་སི་ཁྱེད་ཚོ། གྱོད་གཏོགས་ནི་སེ། དངུལ་ཧོང་ཁྱེད་ཚོ་གི་ངེད་ཚོ་གྲོང་གིས་རྒྱོ་སོང་ལ་སེ་ལེ་རེད། ཁྱེད་ཀྱང་དུ་གོ་དུས་ཁོ་ལ་སྤྲད་ཡོང་རྒྱུ་མེད་ལེ་ཤིག་ཤིག་མི་ཚར་ཁྱེད་ཀྱང་དུ། དེ་དེ་སེ་དག་གྱོད་གཏོགས་གི་དུ་རྒྱ་རྒན་རྒྱུག་སྟོང་བཟོ་ལེ་ཁྱེད་ཕན།

མཁལ་མ་གཙང་ཅན་ཡིན་ཀྱང་དེ་ནི་དག་རྒྱག་དང་ཡིག་ད་ལྟ་ཟླ་བ་བརྒྱད་པ་དགུ་པ་རེ་རེ་བཙལ་ཡོང་ན་དེ་ནི་ཕོ་སར་ཐང་ཆེ་དང་མཁལ་མ་གཙང་རེད་ངས་ཀྱང། དེ་ད་ལྟ་དུས་རིག་རྫོང་དང་ལི་མི་ལི་ཚོ་བཟོ་ལེ་རོགས། དེ་ནི་ལ་ལ་རྡོ་ལི་ཐང་ཆེ་ངས་ཀྱང་དྲན་ནས་ཁྱོད་རྣམས་ཚོ་བཙལ་ཡོང་ན་རྩོམ་པར་ཟ་ཉེན་རྩོམ་པ་ཟ་རྒྱུ་ཟ་ཉེན་མེད། དེ་ནི་ཡོད་སོ་ཨུར་སི་སི་དོལ། དེ་ནི་ང་སོའི་འགྲོ་དེ་འགྲོ་ཕལ་མོ། དེ་དེ་རུས་རེད་ཚ་དེ་ལས་ཀ་གི་ལས་གོས་ཁོ་ལས་ཉག་ཡོད་མ་ཟ་རྒྱུ་དེ་ངས་ཀྱི་ཆུ་ནང་ལོ་ལི་དེ་ཟ་ཉེན་ཡོང་མ་ད་ཁྱེད་དགོ་ལི་དེ་ནི་ཡ་ཏག་མ་ཏག་བཟོ། དེ་ནི་ཨེ་དེ་སོ་ཀོ་བཟོ་འགྲོ། དེ་དེ་རུས་མི་ཕལ་བཟོ་བཟོ་རྒྱུ་མི་ཕལ་ཡོད་མ། དེ་འདྲ་ངོ་མ་ཕག་ཏག་འོང་དུས་ས་ལ་ཤེས་འདུག་དུས་དེ་ནི་སྤྲོ་སྣང་རིང་ལུགས་ཤེས་དུས་སྤུས་གཙང་ཡོད་ལེ་རེད་དེ་ངོ་མ་དེ་འདྲ་ལྷག་འོང་དུས་སྐྱོ་སྣང་རིང་ལུགས་འདི་རེད་དུས་ཡོད་རེད། ད་དེ་ནི་སྐྱོ་སྣང་རང་ལུགས་རྡོ་རྗེ་ཡོད་ལ་རེ་གང། ད་ཤེས་སྐྱོ་ནི་ང་རེད་དགའི་སྐྱོ་ནི་ང་རེད་གནས་སྐྱོ་ནི་ང་རེད་ན་སྐྱོ་ནི་ང་རེད་ད་སྨན་ཁང་ནང་འགྲོ་དུས་དངུལ་ནི་ངའི་རྙེད་ལེ་མ་དགེ་དགེ་ཚོགས་ཁང་ལ་འགྲོ་དུས་དེ་ནས་འགྲོ་ཟས་ནི་ངའི་རྙེད་ལེ་མ་སྐྱིད་ཚོགས་ཐོག་ལ་ཕར་འགྲོ་དུས་ཁང་པར་ཉོ་དགོས་ལ་ཉོ་ཟས་ནི་ངའི་རྙེད་ལེ་མ་ལས་ཀ་ནི་ངའི་རྙེད་ལེ་མ་ཨང་རྩེ་གཉིས་ནི་དེ་རེད་མི་ད་དེའི་གྲགས་སུ་རྙེད་དགོས་ཤིག་ད། དེ་ད་ཉི་མ་སྐྱེ་བའི་ངོ་སྐྱོང་རྒྱུ་འདུག་ལོན་པའི་མི་རིགས་སྐད་ཀྱི་བསམ་བློ་ཅིག་གཏོང་རྒྱུ་ཡོད་དེ་རེད་སྐྱོ་སྣང་རིང་ལུགས་དེ་དེ་འདྲ་ངོ་མ་ལ་དོན་འདི་རེད་འདི་ཡོད་ལ་རེད་འདི་དེ་འགའ་རེ་སྐད་དེ་ནས་སྐྱོ་སྣང་རིང་ལུགས་བཤད་འདུག་ལ་འགའ་རེ་སྐད་སྤྲོ་སྣང་རིང་ལུགས་བཤད་འདུག་ལ་དེ་དེ་སུ་བཤད་ན་དེ་དབང་ཆ་ཡོད་ལ་ག་ལ་དེ་དེ་འདྲ་ངོ་མ་ལ་ཐོག་འདི་དེ་ནས་དོན་འདི་རེད་བལྟས་དེ་ཡོད་དེ་དོན་འདི་བཟོ་འོང་དེ་ས་ལ་ད་ད་ད་དེ་སོ་ཕོ་ས་དེ་སོ་མཁན་མ་ཙོང་ལི་རིགས་ནས་ག་ཡོད་ལ་དེ་དེ་ནས་འགའ་རེ་དེ་དྲག་ཆ་བཟོ་རིང། མི་གཞན་གྱིས་མ་གླེང་རུང་རུང། དེ་ནས་དུད་འགྲོའི་རྫོང་གི་ས་ལ་ལས་ངེས་དུ་སོང། དེ་ནས་ཨ་ཧ་ཁ་ཟེར་སློབ་གྲྭ་ཆེན་པོའི་ནང་ལ་སོང་སློབ་སློབ་སློབ་སློབ་མཐའ་མ་ངག་མཁས་མ་ངག་གི་གསུང་ཆོས་ཐོག་ལས་མ་དེ་ནས་ད་ཆ་ལོ་དུ་ཇི་ཞིག་ཟེར་ཡང་དུ་སོང་རྫོགས་སོང་ཟེར། དེ་ནས་རྒྱ་མོ་འདྲ་དུ་སོང་འགོག་གཡོག་དེ་ནས་མི་ཐ་སྙད་ཀྱི་ཁྲི་འགྲོ་བོད་ཕན་ནི་ཕ་ཤ། ད་ལྟ་འབྲོང་ཁོང་ནི་ཕ་ཤ་དེ་ནང་ཕན་ཀྱང་འབྲོང་ཁེ་མ་ཚོ་གླེང། དེ་ནས་དུད་འགྲོའི་གཟུགས་འོང་གི་ས་ལ་དག་དེས་འགྲོ་མི་ཉན་ལས་ཚ་གི་ལོ་ཉེས་ཤ་ཚ་ལྷོ་བྲག་ནོར་བཟང་རིག་གནས་ལྷོ་ལས་རེད་དེ་ད་དེ་ན་ག་ན་འགྲོ་ག་ན་འགྲོ་མི་དགོས་གཤིས་ལས་མ་དག་ཁྱི་བྲན་ཟེར་མི་འདྲ་གི་རྫོགས་རེད་དེ་དོན་དག་ལ་ད་ལྟ་སྤྱི་ཚོགས་ཀྱི་ཐོག་ནས་རིག་གནས་ལྷོ་སྒྱུང་འདི་ལ་དག་རིག་གནས་ཀྱི་ལོ་ཙར་ཆེ་དྲག་པོའི་རིག་ཚ་ལས་སུས་ཁྱི་རྫོགས་མ་དེ་མ་ལབ་ན་དེ་ཁྱི་ད་བ་ལས་མ་ཟེར་མི་འདྲ་གི་རེད་དོ་ལེ་རེ་ལོ་བདེ་ལེགས་ཀྱི་ཁྱི་དྲག་པོའི་རེད་དོ་ལེ་ཁྱི་ཟེར་ལེ་མ་དེ་ནི་ཁ་ཚོང་ཞུ་མ་རེད་ཁྱི་ད་ཁྱི་དགོ་རེད་ཟེར་ངས་དུས་རེད་དོ་རེད་ཟེར་ལེ། ད་ལོབ་ན་དེ་རེད་ཟེར། མ་ལོབ་ན་དེ་རེད་ཟེར། དེ་ད་ཁྱེད་རེད་ཟེར། ཁྱེད་དགོ་ལ་རེད་ཟེར་ལ་ད་ཚོགས་ཞུགས་ཕོ་གསར་རེ་ང་ཁྱེད་ལ་དེ་ནི་ཁྱེད་དགོ་རེད་ཟེར། ད་ཁྱེད་ཚོ་ཅི་ཡོད་ཟེར། དེ་ནི་ཁྱེད་དགོ། ད་ངས་ཀྱང་ལས་ཀྱི་ཁལ་མ་ཅིག་ཡོད་ལ་དེ་དེད་ཆོག་ལས་ཉག་ཨེ་ཡོད་ཟེར། ག་རེ་ཁྱེད་ལས་ཀྱི་ཟླ་ནི་ཟེར། འཁོར་བ་འདི་ནི་ཐར་དགོ་ལས་ཟེར། དེ་དེད་མ་ཐག་པ་དུ་ད་དུད་འགྲོ་རེད་དེ་ཁྱེད་ཚོ་ཅི་ཡོད་ཟེར།

དེའི་རིགས་དག་གོ། དེ་ནས་དེས་གཟུགས་འདི་བསལ། དེའི་ཤ་རེ་དག་ཅི་སུལ་བལྟས་ན་ཅི་ལེའུ་ཅི་ཅི་མི་ལེ་ངེས་ཚོགས། དེའི་ངེས་ཚོགས་འདི་དེ་ནས་ཧ་གོ། དེ་ནས་ངེས་ཚོགས་དག་བུ་ཆུང་རེ་དེ་ལ་སེན་དེའི་བུ་ཆུང་རེ་དེ་དག་འདི་རེ། དེ་ནས་སེན་དེའི་བློ་དེ་གཟུགས་འདི་འཕགས། དེ་ནས་ལྷ་ཆུང་གཟུགས་འདི་བརྒྱུད་ནས་སོང་ཉིད་ཤི་དུས་དེ་ནས་སེན་དེ་ཟེར་རེ་ནས་དེ་དག་མ་སྐྱོན་ཟེར་རེ། དེ་ཅི་དེ་ནས་དེ་དྲག་ཟེར་རེ་ན་དེ་ནས་ང་རང་ཚོ་ཁྱོད་པར་ཡོང་རབས་བཤད་ན་དེ་ནས་ཚེ་འདི་ལ་བྲོ། དེ་ནས་ད་ལྟ་ལུས་འཇའ་ལུས་ལ་དེང་སང་དེའི་བུ་ཆུང་ཡོད་ལེ་རེ་ལ། དེ་མ་ཐོབ་ན་དེ་ནས་འཆི་བ་བས་ས་མངོན་དུ་སྐྱེ་འོང་དུས་དེ་དུས་རུང་ངོ་ཞེ་ན་ལེགས་པའི་གསུང་ཡོད་རེད་ལ་དེ་མིན་ན་དེ་ནས་བར་དོ་ལོངས་སྤྱོད་རྫོགས་པའི་སྐུ་མངོན་དུ་ཟད་ནུས་ན་དེ་སྤྲོ་ལ་དེ་ནས་དེ་སུ་མིན་ན་སྐྱེ་བ་བཅུ་དུས་ཚོད་འཇིག་ལ་དེ་ནས་ད་ལྟ་ད་ལྟ་འབྲས་བུ་ཀྱི་ཐོག་ཐོག་ན་ཡག་པོ་ཡོད་ལེ་ཟེར་མི་འདྲ་གཅིག་ཡོད་རེད་ལ་དེ་དེ་ཟད་འོང་དུས་ས་ལ་དེ་ནས་ད་མི་ཚེ་འཇིག་རྟེན་གྱི་འདིའི་ཐོག་ལ། འདུག་དུས་ལ། དེ་ནས་དོན་དག་དེ་སོགས་འགྲོ་ནས་ད་ཕན་ནས་རིན་མ་གཏོགས་པ་གིས་གཞན། འཇིག་རྟེན་འདི་གི་ཐུགས་ཀྱི་ལས་དཀའ་ལ་དང་སྙིང་པོ་པོ་ཚེ་གཙང་དེ་ནས་མི་ལས་ཚེ་མི་འདྲ་ཅེས་དེ་ཡོད་དེ་ཚེ་འོང་དུས་ས་ལ་དེ་འདི་ན་ལ། ད་འཇིག་རྟེན་འདི་གི་ཐུགས་ལ། དེ་ནས་འདོགས་ནས། དེ་ནས་དོན་དག་ཅིག་འགྲོ་དགོས་ན། ད་དུས་སང་གང་སང་གཟུགས་ཡོང་ན། དེ་ནས་ད་རྒྱུ་འབྲས་ཀྱི་གོ་རིམ་ཟེར་ནས་ཤེས་བཞག་ནས་དཔེར་ན་དེ་ནས་ད་ལྟ་དེ་འདྲ་སྐྱོ་སྣང་རང་ལུགས་ཐོན་བྱེད་ཀྱི་ཤེས་བདེ་ལས་འདྲ་ཅེས། རེད་ཡོད་ལ་རེད་ད། ང་རང་ཚོ་དེ་འདྲ་རེད་ལ་ག་ན་སང་ན། དེ་མ་དེ་དེ་འདྲ་རེད་ཀྱི་རེད་ཡོད་ལ། དེ་ནས་དེ། དེ་ནི་དོན་དག་ལ་སྡུག་བསྔལ་མ་གཏོགས་མིན་འདུག། དེའི་སྡུག་བསྔལ་འདི་ལ་ཐག་དགོས་ན། ག་རེ་དགོས་རེད་ཟེར་བ་ན་ཉོན་མོངས་འདི་ཚོ་སྤོང་དགོས་ལེར་ཟེར། ཉོན་མོངས་འདི་ཚོ་སྤོང་དགོས་ན་སྤོང་ཟའི་གཉེན་པོ་ཡེ་ཤེས་ཀྱི་སྐྱེ་དགོས་ལེ་སྤོང་ཟའི་གཉེན་པོ་ཡེ་ཤེས་བཟུང་འདོད་ཀྱི་དེ་གའི་ཆོས་ཐམས་ཅད་ཀྱི་གནས་ཚོད་ཅིག་དེ་ནས་ཧ་གོ་དགོས་རེད་གསུངས་ལེར་དེ་གནས་ཚོད་ཅིག་ཧ་གོ་དགོས་ན་ད་གཞུང་ལུགས་འདི་ཚོ་འདྲ་ལ་དེ་ནས་ཐོས་བསམ། རྒྱ་ཆེན་པོ་བྱས་དེ་ནས་མ་ཟད་ནི་དེ་ཕན་མ་སོང་ན་རེ་ལས་དེ་ནི་དེ་སྲིད་ཡང་འདི་ས་ལ། དེ་ནས་གནས་སུ་སེམས་ཅན་མ་ལུས་པ་དོན་ཡོང་གིས་ད་ད་ལྟ་འཇིག་རྟེན་འདིའི་ཐུགས་ལ་སུ་འདྲ་རེ་མཁས་སུ་འདྲ་རེ་ཡར་མཛད་དེ་ན། དེ་ནས་ད་འདི་འཕགས་པ་ཡ་ས་ལས་གཞན་དུ་ནི་མ་དམིགས་པས་རྣམ་བཅད་དུ་བདེན་པ་དག་གིས་འཕགས་པའི་དགོངས་པ་འཚོ་བ་ལ་འབད།